བཅས་ཀྱི་བཅའ་ཁྲིམས་འདི་ལ་མཚན་རྟགས་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་སྤྱི་ཟླ་དྲུག་པའི་གི་ཚེས་ཉི་ཤུ་རྩ་བརྒྱད་ཉིན་མོ་འདི་ལ་བྱུང་བ་རེད། དེ་མཚམས་འདི་ཉིན་མོ་ནས་ཨ་ནི་བཅའ་ཁྲིམས་འདིའི་གོང་ལ་སུ་གང་ཡོད་མ་ལྟ་དབུས་རྒྱ་བ་རིན་པོ་ཆེ་ནས་བཟུང་སྟེ་བོད་ཀྱི་ཡུལ་མི་ཡོངས་རྫོགས་ལོ་འདིའི་འོག་ལ་རེད་མཁྱེན་སོང་ཨ། བཅའ་ཁྲིམས་འདི་ནི་ང་ཚོ་སྲིད་སྐྱོང་ཅིག་དམ་བཅའ་ཕུལ་གི་ཡོད་ནའི་རེད་སྤྱི་འཐུས་ཚོགས་གཙོ་གཞོན་དམ་བཅའ་ཕུལ་གི་ཡོད་ནའི་རེད་སྤྱི་འཐུས་དམ་བཅའ་ཕུལ་གི་ཡོད་ནའི་རེད་ས་གནས་འགོ་འཛིན་ཕུལ་གི་ཡོད་ནའི་རེད་ས་གནས་ཁྲིམས་ཞིབ་དབུས་ཁྲིམས་ཞིབ་ཆེས་མཐོའི་ཁྲིམས་ཞིབ་པ་ཡིན་ནའི་རེད་གང་དགའ།

ག་རེ། རྗེ་ཨང་སུམ་ཅུ་སོ་དགུ་པ་འདི་གསང་བའི་འོས་ཤོག་བསྡུས་པའི་ཐོག་ནས་ཙམ་པོ་གི་གསུམ་ཆ་གཉིས་གོ་གི་ཡོད་རེད། དེ་ནས་བཟང་ད་ལྟ་འཕོ་འགྱུར་གོ་གི་འདུག་གསུང་མཁན་དེ་སུམ་ཅུ་སོ་གཅིག་ཡིན་དུས་ཙམ་པ་ཙམ་པོ་གི་གསུམ་ཆ་གཉིས་གས་གི་ཡོད་རེད། དེ་ནས་བཟང་ད་རིང་ད་ལྟ་དྲུག་ཅུ་བཞག་པ་དེ་ནས་བཟུང་སྟེ་ཨ་ནི་ཆེ་དེ་ཁྲིན་ཞུ་བ་ཆེ་བ་དང་ཁྲིན་ཞུ་བ་གཞན་གཉིས་འཕོ་འགྱུར་གཏོང་ཡག་ཐག་གཅོད་ཞུས་པ་ཡིན། ཨ་དེ་རིང་དེ་འདྲ་ཚུགས་དེ་ཚོགས་འདུ་དེ་གྲོལ་སོང་ན་ཨ་ནི་ང་ཚོ་གསུམ་དེ་ལས་འགན་ཆེ་ཤོས་བྱ་ཡི་ཡིན་ལས་འགན་མཚམས་བཞག་ཡི་ཡིན་ཞོར། ཚོང་ལྟ་ངན་དེ་བཀྲམ་གི་ཡིན། ང་རང་གི་ཐོག་ནས་ད་ནི་ཚེ་གར་སོས་དགོས་རེད་རྒྱུ་མཚན་བཅུ་གཉིས་བཅུ་གསུམ་བཅས་ཀྱི་ཐོག་ནས་ཨ་ནི་ཆེད་དུ་ཁྲོམ་ཤོབ་ཁང་ལ་འཕོ་འགྱུར་བཏང་དགོས་ཡག་གི་ཐོག་ལ་རྒྱབ་སྐྱོར་བྱེད་དགོས་ཡག་རྒྱུ་མཚན་ལྟ་ག་རང་ཡིན་ལ། ཨ་ནེ་ང་དང་འབྲེལ་བའི་ཐོག་ནས་ད་ཅི་ང་ཚོས་སྤྱི་འཐུས་བློ་ཁ་འཐེན་ཤོག་ལྟ་གྲུབ་དང་དངོས་གནས་དྲང་ནས་གོང་ས་སྐྱབས་མགོན་ཆེན་པོ་དགོངས་བཞེས་འོག་ནས་ཁྲིམས་ཀྱི་དབང་སྒྱུར་ལ་ཚད་གཞན་དུ་འགྲོ་མཁན་དངོས་གནས་དྲང་ནས་དེ་འབྲེལ་གྱི་སྤྱི་འཐུས་མང་པོ་ཞིག་གི་ཐོག་ནས་གྲོས་བསྡུར་བྱས་ནས་ང་རང་ཚོ་ཕར་ཚད་ལ་བསམ་བློ་བརྗེ་རེས་བྱས་ནས་གནས་ཚད་འདི་ཚོ་ཚང་མ་ལོ་ཐོག་ལ་བགྲོ་གླང་བྱས་པའི་ཐོག་ནས་ཐག་གཅོད་བྱས་ཡོད་རེད་འོ་བྱས་ཙང་དེ་འདྲས་ཡིན་པ་སོང་ཙང་ཡང་གནས་ཚད་འདི་ཚོ་མང་པོ་ཞིག། མགོ་བོ་འདྲ་བོ་ཡར་འདོན་མཁན་ཟིན་ན་ཡང་མི་འདུག་ཨ་ནེ་དེ་འདྲའི་གནས་ཚུལ་འདྲ་བོ་དེ་ང་རང་ཆགས་བསྡད་ཡོད་པ་སོང་ཙང་དེ་ཅིག་མ་ཞུས་པ་ཡིན་ན་ཡང་ང་རང་ཚོ་ཅིག་གར་སི་ཀུ་ར་དམུ་ཡི་གཞན་པའི་སོ་ར་ཡོད་པའི་སོ་ར་འདྲ་བོ་ཅིག་ཀེར་སློང་རྔན་པ་ཅིག་ཡོད་པའི་སོ་ར་འདྲ་བོ་དང་དེ་འདྲའི་གི་ཐོག་ནས་ད་རེས་ཐག་ཆོད་བྱས་ཤག་ཟེར་ཡང་འདྲ་བོ་དེ་འདྲ་བྱས་པ་ཡིན་ན་རྩ་བ་ཉིད་ནས་འགྲིག་གི་ཡོང་བ་རེད་སུ་གང་ཅིག་གི་གཡོ་འོག་ཏུ་ཚུད་ཡོང་བ་རེད་སུ་གང་ཅིག་གི་མགོ་སྐོར་འོག་ཏུ་ཚུད་ཡོང་བ་རེད་རྒྱུ་མཚན་དེ་འདྲའི་གི་ཐོག་ནས། དངོས་གནས་ང་རང་ཚོས་ཐག་གཅོད་ཀྱི་ཡོད་རེད། དེའི་ཆ་ནས་ཁ་སང་ཆབ་སྲིད་གསང་རྡོར་རིན་པོ་ཆེ་གི་བཀའ་སློབ་གནང་ཚར་བའི་རྗེས་ལ། ནི་ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྣམ་པ་ཚོ་ཡིན་པ་ཡིན་ན་ཡང། ནི་ནོར་འཁྲིད་ག་རེ་བྱུང་ཡོད་པ་དང་ནི་དེ་ཚོ་གི་ཐོག་ལ་ཡིན་པ་ཡིན་ན། ངེས་གཤིས་རྙེད་དགོས་ཡ་དེ་ཧ་ཅིང་གི་གལ་ཆེན་པོ་རེད་བསམ་གི་འདུག་གསོལ་བ་ཡིན་པ་ཡིན་ན་ཡང་སོ་སོ་ལ་ད་ལྟ་གསོལ་བའི་ངོ་བོ་ལ་ཡོད་ན་ཡང། ནི་ནོར་འཁྲིད་ག་རེ་བྱུང་ཡོད་པ་དེ་མི་མང་ལ་གསུང་ཐུབ་པ་ཡིན་ན་ནི་སྤྱི་བ་ལ་ཕན་གི་རེད། དེ་མ་གཏོགས་ད་ང་རང་ཚོ་ཤོག་ཁག་དེ་འདྲའི་གི་འགྲེལ་བརྗོད་རྒྱབ་ཆོ་ག་གི་ཐོག་ནས་འགྲེལ་བརྗོད་ཅི་ཡང་འདྲ་བོ་དང་གནད་ཅིག་ཡོད་དེ་འདྲའི་ཅི་འགྲོ་བ་ད་གནད་གནད་ཚན་དེ་བས་དེ་རང་ད་སྒྲུབ་ནས་འདྲམ་མི་འདྲ་འགྲེལ་བརྗོད་ཅི་དེ་ནང་ལོགས་ལ་ད་རྒྱ་མིའི་གི་ལས་ཁ་ཅི་ཉིད་དེ་ཚོ་ཚང་མ་ལོ་ནང་ལ་གནད་བཀྲུ་བཀྲུ་བཏང་ཡོང་དེ་དེ་བས་ངོ་གནད་དོན་དེ་ངོ་བོ་གཞན་པ་ཅིག་ལ་འགྱུར་འགྲོ་གི་འདུག་ང་དེ་ཆ་ནས་ནི་ང་རང་ཚོའི་དྲུང་ཞུ་བ་རྣམ་པ་འཕོ་འགྱུར་བཏང་ཡ་དེ་ལ་མུག་བཙུམ་ནས་འཕོ་འགྱུར་བཏང་ཡོང་བ་མ་རེད་རྒྱུ་མཚན་ལ་བསམ་བློ་མ་གཏོང་བའི་ཐོག་ནས་འཕོ་འགྱུར་བཏང་ཡོང་བ་མ་རེད། ང་ནི་ཁར་སེ་གོ་རེད་འོ་དེ་སེའུ་སེ་རྐྱང་འདྲ་བོ་ཅིག་རེད། འོ་རྒྱུ་མཚན་དེ་འདྲ་དེ་འདྲ་དེ་འདྲ་ལ་བརྟེན་ནས་འཕོ་འགྱུར་བཏང་བ་ཡིན། ཡིན་ནའི་ད་སྐབས་ཀྱི་ཟམ་གདོང་རིན་པོ་ཆེ་ལ་ཉིས་སྟོང་ཉེར་བཞི་གི་ཕྱི་ཟླ་ད་བཞུ་བའི་ཚེ་བ་རྒྱལ་ལགས་ཀྱི་ནི་བྱང་འདྲེན་ལམ་སྟོན་ཞིག་ཡོང་བའི་སྐབས་ལ་ད་ངས་ད་འདི་གོང་དུ་ཞུས་བའི་གནད་འགག་དོན་ཚན་དང་པོ་གཉིས་བ་གནད་འགག་ཆེ་ཤོས་དུ་བཟོ་དགོས་ཐོག་ལ།